ཨོ་ལི་སི། ཧོང་ཡ། གངས་ལྗོངས། བ་རྒྱལ་གཙང་མའི་གླེང་སྟེགས་ཀྱི་ཚོགས་གཙོ་ཚོགས་གཞོན་དབུས་པའི་དོན་གཉེར་ཅན་རྣམས་ལ་ཡང་གུས་པས་དེ་ནི་མ། འཚམས་འདྲི། སྐུ་གམ་གསལ་ཞུ་བཅས་མ་ཞུ་གི་ཡོད། དེ་དང་ད་དེ་རེས། ཁྱེད་སའི་བློ་བསམ་བཟུང་དུས་ནས་མ་ཅིག་ལོ་ཡང་ཡིན། འདི་ངའི་ལ་ཡང་ང་རང་ཚོ་ཤོག་གྲངས་ཉིས་བརྒྱ་བདུན་ཅུ་དོན་གཅིག་བ་ཚོ་བ་དེ་ཕྱིན་འདུག་ཨང། ད་ད་ལྟ་དེ་ནས་ཁྱེད་རང་ཚོ་དཔེ་དེབ་ཟིན་ཉེར་བཞི་ཡིན་པས་ན། ཉིས་བརྒྱ་བདུན་ཅུ་དོན་བཞི་ནས་མ་ཅིག་ཟིན་དགོས་ངེས། ཉིས་བརྒྱ་བདུན་ཅུ་དོན་བཞི་ནས་ཚེས་དགུ་གི་ཏིལ་མར་མ་ཚང་པར་ཕུལ་བཞག་ཡོད། ཡ་ཡ་ད་དེ་ནས། ཤོག་གྲངས་འོ་ད་དག་ལས་མཚན་བྱང་མ་ཞུས། སངས་རྒྱས་བཅོམ་ལྡན་འདས་ཀྱི་མཚན་བརྒྱ་རྩ་བརྒྱད་པ་གཟུངས་སྔགས་དང་བཅས་པ་གསལ་བྱེད། འོ་ད་དེ་ཤོག་གྲངས

འབོ་གངས་མ་ཤཱནྟི་ཀ་ར། པ་པཱ་ཀིལ་བིག་ཤ། ན་ཤ་ཀ་སུའ་ཧ། འོ་དོ་སི་བྱས་བྱས། ད་དེ་ནས་དེ་གྲུབ་པ་བྱས། ད་དེ་ནས་མཚན་བྱང་ཅིག་ཕུལ་ཡོད་པ་རེད། མཚན་བྱང་དེ་ན་སི་ཅན། མཚན་བྱང་གཉིས་པ་དེ། འཕགས་པ་སྤྱན་རས་གཟིགས་དབང་ཕྱུག་གི་མཚན་བརྒྱ་རྩ་བརྒྱད་པ་གཟུངས་སྔགས། དང་བཅས་པ་སི་ཡ། ཤོག་གྲངས། ཤོག་གྲངས་ཟིན་མཁན་ཡིན་པས་ན་ཤོག་གྲངས་ཉིས་བརྒྱ་བརྒྱད་ཅུ་བརྒྱད་བརྒྱད་ཅུ་བརྒྱད་དྲུག་ནང་དུའང། ཉིས་བརྒྱ་བརྒྱད་ཅུ་བརྒྱད་དྲུག་ནང་ལ་ཡང། བརྡ་ཡི་གེ་གང་གང་དག་ཏུ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ། ཅེས་སུ་མངོན་བྱུང་ལ་ཕྱག་འཚལ་ལོ། ན་མོ་སརྦ་བྷུ་ད། བྷོ་དྷི་སཱ་ཏཝ་ནམ། སམ་མནྟ། ཨ་མོ་གྷ། ཨ་པྲ་ཏི་ཧ་ཏ།

འཕགས་པ་བྱམས་པའི་མཚན་བརྒྱ་རྩ་བརྒྱད་པ་གཟུངས་སྔགས་དང་བཅས་པ་ཞེས་བྱ་བ་དང་གཟུངས་སྔགས་འདི་ཤོག་གྲངས་ཉིས་བརྒྱ་དགུ་བཅུ་དགུ་བཞི་སྣང་སྲིད་པོ་དང། ཉིས་བརྒྱ་དགུ་བཅུ་དགུ་བཞི་སྣང་ལས་ཡང། ཧོ། ཡི་གེ་དང། དེ་ནས་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་བྱམས་པས་རང་གི་སྙིང་པོ་སྨྲས་པ། Namastraya Divikananda། སྭ། ཏཱ་ཏཱ་ཏཱ་ར་ཏཱ་ཅེས་ཡི་གེ་གསུམ་བརྩེགས་ཡོད་པའི་སྐབས་ལ་ཡང། ཨ་ནི། ཐོག་མའི་གི་ས་དེ། ཨ་ནི་གོང་མའི་མ་ལ་ཡ་བྱ་བྱས། ན་མ་སི། བྱས། མ་སི་བྱས། ད་ཏཱ་ར་དང་ཏི་ར་སི་བྱས་གསུང་དགོས་རོ། ན་མ་སི་ཏི་ར། ད་སྐད་བྱེད་ཀྱི་འབྲིང་པོ་གཉིས་ས་ཏི་རའི་ཡི་གསུང་རོ། ན་མ་སི་ཏི་རའི་ཡ། འདི་བི་ཀ་ན་ད་ལ་ཡ་ད་ད་ད་ལ་ཡ། བ་བ་སུ་ཅི་ཡོད་གི་ཡིན་དུས་དི་བ་གསུང་དགོས་རོ། ཨ་ནི་གི་གུ་དེ།

ཤོག་གྲངས། སུམ་བརྒྱ་ཉི་ཤུ་རྩ་དྲུག་རྩ་དྲུག་ནང་གསེས་གོ་དོང། སུམ་བརྒྱ་ཉི་ཤུ་རྩ་དྲུག་ནང་གསེས་ཀྱི་རྟ་དེ་རི་ཤང་རྟ་དེ་ཡ་རྟ་དེ་ཡ་རྟ། ཨོམ་བྷོའུ། མ་ཧ་མ་ནི་རུ་ཅིག་རུ་ཅི་ར། ཀ་ལ་པ་བི་ཅི་ཏྲ། ཨོམ་བྷོའུ། མ་ཧ་མ་ནི་རུ་ཅི་ར། ཀ་ལ་པ་བི་ཅི་ཏྲ། མུཀྟ་དཱ་མ།

འོན་ཡང་ཤུནྱ་ཏཱ་སཝ་བྷ་བ། ཨ་ནུ་སཝ་རི། མ་ཧཱ་བྷོ་དྷི། སཱ་ཏཝ་བྷ་ར། བྷ་ར་ཏཱ། བྷ་ར་ནཱ། བྷ་ར་ནཱ་དྷ་དཱ། ཨོ་མ་ཧ་པ་ཤ་པྲ་ས་ར། ཨ་ས་མ་ས་མ། ཨ་ནན་ཏ་ས་མ། ས་མ་ནྟ་བྷ་དྲ། ས་མ་ནྟ་ས་མ་ནྟ་ཚན་དྷ་ར།

ཨ་བ་ག་ཨ་བ་ག་མ་ཀ། ཀུ་རུ་ཀུ་རུ། དུ་རུ་དུ་རུ། སུ་རུ་སུ་རུ། མུ་རུ་མུ་རུ། དཱ་དཱ་དཱ་དཱ། དུ་དུ་དུ་དུ། མ་ཧ་མ་ཧ། མ་ཧ་མ་ཧ། མ་ཧ་ཡ། མོ་ཧ་ཡ་མོ་ཧ་ཡ། བྷོ་བྷོ།

ཡང་མཚན་བྱང་དེ་ལའང་གཟིགས་དང། འཕགས་པ་ས་ཡི་སྙིང་པོའི་མཚན་བརྒྱ་རྩ་བརྒྱད་པ་གཟུངས་སྔགས་དང་བཅས་པ། ཡང་ཤོག་གྲངས་སུམ་བརྒྱ་བཞི་བཞི་ཞེ་བཞི། གང་དེ་གཟིགས་དང། དཀྱིལ་འཁོར་གྱི་རྒྱལ་པོ་ཆེན་པོ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ས་ཡི་སྙིང་པོ་ལ་ཕྱག་འཚལ་ལོ། འོམ་བཟུང་བ་ནི་གསུམ་པ། ཧ་ར་ཅཱ་ར། མ་ཧཱ་པཱ་ཤ། མ་རུ་ཏཱ། ཨ་མོ་ཀ་བ་ཇི་ར་སི་ཏུ་བ་སུ་ཧ་ཨོ་ཏུ་སི་ཏི་ཤ་ཡ་ཡ་ད་དེ་ནས་མ་ཕེ་ཕུ་གི་མ་ཕེ་ཕུ་གི་དེ་ནས་མཚན་བྱང་དེ་ལ་ཡང་འཕགས་པ་དཀྱིལ་འཁོར་རྒྱལ་བ་ཞེས་བྱ་བ་ཐེག་པ་ཆེན་པོའི་མདོ་ཞེས་ཨོ་ཡ་ཐེག་པ་ཆེན་པོའི་མདོ་ད་ཁོ་རང་གི་མཚན་བྱང་ཁོ་རང་རྒྱ་གར་སྐད་དུ་ཨ་ར་ཡ་ཨཀྵ་ཏྲ་མནྡ་ཀ་ན་མ་མ་ཧ་ཡ་ན་སུ་ཏྲ

སུམ་བརྒྱ་ལྔ་བཅུ་ང་གཅིག་ཡོད་དོ་གོ་བ་དེ་ནི་གང་དེ་ནི་མ་ལོག་གོ་གང་དེ་ནི་ཡང་ཡང་དངོས་གྲུབ་ཐམས་ཅད་ཀྱི་ཐོབ་པར་འགྱུར་བ་བྱང་ཆུབ་སེམས་བྱང་ཆུབ་སེམས་དཔའ་བརྒྱད་ཀྱི་སྙིང་པོ་ཉོན་ཅིག། ཨོམ་མཧཱ་ཧཱུྃ་མཧཱ་བི་ར་སཝཱ་ཧ། དེ་ནས་སྙིང་པོ་འདིས་ནི་དབུས་ཀྱི་བཅོམ་ལྡན་འདས་ལ་མཆོད་དོ། ཨོམ་ཧྲཱི་ཧཱུྃ་པདྨ་པྲི་ཡ་སཝཱ་ཧ།